ཚང་མ་ལ་བསམ་འཆར་ཞིག་དེ་ལ་ཞུ་བ་དང་ཨ་རི་ཡང་དེང་སང་ཚོ་ཕྱི་ལོ་ཉིས་སྟོང་བཞི་བརྩེགས་ལྔ་ནས་ཕྱི་ཟླ་བཞི་བའི་ཡང་ཚེས་དགུ་ཉིན་དེ་ལྟར་ར་ཤི་ཡའི་དང་ནས་ཡུག་རེན་གཉིས་ཀྱི་དེ་རིང་གང་ལྟར་དམག་གི་གནས་སྟངས་དེ་གང་འདྲ་ལ་འགྲོ་གི་འདུག་སྙན་ཐོ་བཀོད་ལ་ཨ་མདོ་དེ་རིང་བརྙན་ཐུང་བརྒྱ་ཆ་བཞི་བཞག་དགོས་དུ་ཅིག་ཟེར་ནས་དེ་ཕྱི་ཟླ་དེའི་མཉམ་དེང་སང་ཚོ་ཧན་ད་ར་ཤི་ཡའི་དང་ནས་ཡུག་རེན་གྱི་དམག་དེ་གི་མཉམ་དུ་ཧན་ད་ཨི་ཟི་རལ་དང་འདི་དེ་པེ་ལི་སེན་གཉིས་ཀྱི་རྙོག་དྲ་དེ་སྐོར་ལ་ཡང་དེང་སང་ཐུང་ཐུང་ཅིག་བཤད་ནས་དེ་ཤེས་དེ་སྙམ་དེང་སང་ཚོ་ཧན་ད་བརྙན་ཐུང་གི་ལྟེ་གནས་དེ་མཐའ་མ་དེ་གི་ནང་ལ་ཡང་ང་ཚོ་ག་སེ་དེ་ཧན་ད་ཁ་སང་དུ་ཨ་ཧན་ད་ཨ་རི་སེམས་ཅན་འགྲོ་ནོ་ཁྲོམ་གི་ངས་ནས་ཨ་ནི་ཨ་རི་མཉམ་དུ་དེ་ལྟ་ཅིག་ཧན་ད་ཚོང་རྒྱག་ངེས་ཀི་ཨ་རྒྱལ་ཁབ་མང་ཆེ་བ་ཅིག་ལ་ཨ་ཚོང་གི་ཐོག་ནི་ཨ་འཕྲལ་ཤུགས་ཆེ་བོ་ཞེ་བོ་ཞིག་རྒྱག་པས་དེ་རིགས་གང་ལྟར་བའི་གནས་ཚུལ་ཅིག་གང་ལྟར་ཅིག་ཨ་དེ་ཟོ་ད་དེ་དེ་ལྟ་གནས་ཚུལ་དང་འབྲེལ་བའི་ཐོག་ནི་ད་ད་ལྟའི་ཆར་ཧན་ད་ཨ་རི་དང་རྒྱ་མི་གཉིས་བར་ལ་ད་ངའི་གནས་ཚུལ་གང་ལྟ་ཅིག་ད་ལྟ་ཚོང་གི་དེར་ད་ཅིག་དམག་འཁྲུག་སོགས་ལ་ཤུགས་ཆེ་བོ་ཞི་བོ་ཞིག་ཡོང་གི་ཡོད་དེ་རིང་གང་ལྟར་བེ་ད་རྫ་དྲག་གི་གནས་ཚུལ་འདྲ་བོ་ཞིག་དེང་དུས་རོགས་དེ་འདྲ་སོང་ཙང་ཨ་ནི་ད་དེང་དེ་ལྟར་བརྙན་ཐུང་གི་གནད་དོན་མཐའ་དམག་གི་ནང་འོག་ལ་ཨ་ནི་ཡང་དེའི་སྐོར་ལ་འདིར་ཐུང་ཐུང་ཅིག་འགའ་བཤད་ན་ཟེར་བ་ཟེར། དེ་བཞིན་ད་ད་ལྟའི་ཆར་བེ་དང་གཙོ་བོ་ད་ར་ཤི་ཡའི་དང་ཡུཀ་རེན་གྱི་དམག་དང་འབྲེལ་བའི་ཐོག་ད་ཏིག་གནས་ཚུལ་གསར་བ་ཞིག་བཟོ་ར་ཡིན་ན་རེམ་ཏིག་ད་འགྱུར་བ་གས་ཆོག་ཅིག་ག་རེ་ལེགས་ད་ཏིག

ས་ཆ་ཅིག་ཟ་ཡོད་ཟེར་བ་ཨ་འདི་གི་ས་ཆ་ཟ་ས་དང་ད་དེ་ས་ཁུལ་འགྲོ་གནས་ཙམ་མ་མ་པི་ན་དེ་ཁ་ཟ་དེ། ར་ཤི་ཡའི་ས་ཁུལ Kursk དང་ཨ་ནི་ཡུཀ་རེན་གི་ས་ཁུལ Sumy གི་འགྲམ་སུ་ལ་གྱུར་དེ་རེད་ད་ཅིག་ཡུཀ་རེན་གི་གྲོང་གསེབ་དེ་ར་ར་ཤི་ཡའི་ས་ཡོད་གནས་ཚུལ་དེར་དེང་གི་དུ་ཨ་འདི་ཙམ་མ་ཡིན་པ་ཡུཀ་རེན་ལྷོ་ཡི་དེ་ར་ཡུཀ་རེན་གི་ས་ཁུལ་ད་པི་ན Zaporizhzhia ཚོ་ནང་ད་ཅིག་ར་ཤི་ཡའི་དམག་མི་ཞིག་ངེས་ནས་ཨ་ནི་ཡུཀ་རེན་གི་ས་ཆ་དེ་ར་ཟ་ཡོད་དེ་དག་ད་གནས་ཚུལ་དེང་སང་བསྟི་མ་བསྟི་མ་ལ་ཁ་ཟ་ད་ཅིག་དེང་གི་དུ་ར་འོ་དེ་ཚོ་ད་དངོས་གནས་ཚུལ་གྱི་ད་བདེན་པ་འདྲ་ཡིན་པ་ན་ཡང

སྐྱེ་མཆེད་ཆེ། ཨན་ཏི་ཀི་སྐྱེ་མཆེད་ཆེ་མདོག་སྡུག་དང་ཁ་སང་དུ་བ་སའུ་ཏི་ཨ་རེ་ཕིའི་ནང་ལ་ད་ཨ་རི་དང་ར་ཤི་ཡ་ཡུཀ་རེན་ཁོ་ཚོ་སྐུ་ཚབ་ཅིག་ཐུག་ཨན་ཐུག་ཨེ་ཙམ་མ་ཡིན་པ་ཁ་སང་ད་ཏི་སྐུ་ཚབ་ཐུག་ཨན་ཁོ་ཚོ་ཁ་སང་ད་ཅིག་འབྲེལ་གཏུག་བྱས་ནང་ལ་ཨན་ཐག་ཅིག་གས་ཆོག་ཅིག་ག་རེ་བྱ་སྲིད་ད་ཏི་ད་ད་ར་ཤི་ཡ་དང་ཡུཀ་རེན་གཉིས་ཀྱི་གཉིས་ནས་ཁ་སང་ཁོ་གཉིས་ཀྱི་ཁ་སང་ད་ཅིག་ཉི་མ་སུམ་ཅུག་རིང་ལ་ཨན་ཕྱོགས་གཉིས་ཀྱི་ཁ་སང་ད་ཅིག་གློག་ཁང་དང་ཆུ་མཛོད་སྣུམ་ཁང་ལ་དེར་ད་ཅིག་གཏོར་རྒྱལ་བཏང་མེད་པའི་ཁ་སང་ད།

ཡས་དང་མས་ཀྱི་དེ་རི་གང་དུ་ལྟ་ཅིག་སའི་འོད་གྲོགས་ཀྱི་ཁའི་ཡས་མར་བའོ་དེ་ར་སོང་ཙང་ད་ནི་ད་ཁ་སང་ཚེས་དིང་གི་ཉིན་རྫོགས་ལ་ཨན་ཛེ་ལན་སི་ཀི་ཞིག་ངས་ནས་ཨ་འདི་སའི་འོད་ཟེར་ཀྱང་ཟེར་སའི་འོད་ག་རེ་ཟེར་སེ་ན། ད་གང་ད་ཁ་སང་དུ་ཨ་ནི་འགོ་བཙུགས་རྗེས་ཨ་འདི་ར་ཤའི་ས་ཁུ་བལ་གུ་རོག་གི་ནའོ་ལ་ཨ་ནི་ཡུཀ་རེན་གྱི་དམག་མི་ཡར་ལ་ནི་དེ་རི་གང་དུ་བས་ད་སའི་ཤ་བྱས་ཨ་འདི་ར་སའི་ཤ་བྱས་ཙམ་མ་ཡིན་པ་ད་དེ་གི་དམག་མི་དེ་ཚོ་ངས་ནས་ཨ་ད་ཁ་སང་དུ་གང་ད་བལ་གྱི་ནང་ལ་ལྟ་ཅིག་ཕར་གོ་ཅིག་གང་ད་ཅིག་བྱས་ཐབས་ཤ་བྱས་རོའོ་དེ་བྱས་བ་ན་ད་གང་ད་ལ་ཚེ་ལ་གང་ད་དེ་རི་གང་དུ་བས།

ཧན་ཏུ་ཁ་སང་དུ་ཧན་ཏུ་ཨ་རིའི་སྲིད་འཛིན་ཏྲོ་ནོ་ཁྲོམ་གྱི་ངས་ནས་ད་ནི་ད་ར་ཤི་ཡའི་དང་ཡུག་རེན་གཉིས་བར་གྱི་དཀའ་ངལ་དེ་སེལ་ཆེད་དུ་ཨ་ནི་དེ་འདྲའི་གང་འདྲ་བོད་ལྟར་ཅིག་ཐབས་ལམ་ཞིག་བསྟན་ཟེར་བ་ཡང་མ་དེ་འདྲའི་གང་འདྲ་བོད་ལྟར་ཅིག་ཞི་བའི་གྲལ་བཤེར་འདྲ་བོ་ཞིག་གང་འདྲ་ཅིག་བསྟན་ཡིན་པའོ་ད་དེའི་དོན་དང་ཐབས་ལམ་དང་ཨ་ནི་དེ་གའི་ཞི་བའི་གྲལ་བཤེར་སོགས་ལ་ཨ་ར་ཤི་ཡའི་སྲིད་འཛིན་པུ་ཀྲིན་གྱིས་རྒྱབ་སྐྱོར་བྱས་རྗེས་རྒྱ་རྒྱབ་སྐྱོར་བྱས་རྗེས་རྒྱ་ཡལ་ལ་ནི་དེ་འདྲའི་གང་འདྲ་བོད་ད་གསལ་བསྒྲགས་འདྲ་བོ་ཞིག་གང་འདྲ་ཅིག་བྱེད་རྒྱུར་བལྟས་ན་རྒྱབ་སྐྱོར་ཡལ་བ་ནི་ད་དེ་གཉམ་དུ་པེ་སི་ཀོབ་ཀྱི་ངས་ནས་ཡང་ཕེབས།

སྤུ་ཀྲིང་དེ་ལ་རྒྱབ་སྐྱོར་ཡོད་བ་རེད་དཱ་འདི་གི་ཐབས་ལམ་དང་ཞི་བའི་གྲས་ཆེ་ཚོ་ལ། ད་རུང་སྤུ་ཀྲིང་གི་དྲི་བ་མང་པོ་འདུག་ལ་ཡིན་ན་དེ་དེའི་དྲི་བ་དེ་ཚོ་ལ་ཨ་ནི་ཨ་རིའི་ངོས་ནས་ལན་རྒྱབ་མེད་བ་ཨ་ནི་ཨ་རིའི་ངོས་ནས་གསལ་བོ་དེར་གལ་ཟེར་མ་སོང་ཟེར་བའོ་དེ་འདྲ་ལ་བརྟེན་ཅེ་ད་ག་ད་ད་ལྟ་བར་དུ་ད་ཅིག་དེ་གི་ཐབས་ལམ་དང་བརྟེན་ནས་ག་ད་དཀའ་ངལ་དེ་སེལ་ཐུབ་ཡ་མ་རེད་དོ་དེ་འདྲ་ག་ད་བེ་སེ་ར་ཏྲོ་པེ་སི་ཀོའི་ངོས་ནས་བྱེད་ཀྱི་འདུག་ད་དེ་ཤུ་ལ་ད་དུང་སྤུ་ཀྲིང་གི་དྲི་བ་དེ་ག་རེ་ཟེར་ན་དེ་དེ་ད་ཁ་སང་དུ་ཨ་རིའི་སྲིད་འཛིན་དྲོ་ནོ་ཁྲོམ་ངོས་ནས་དེ་འདྲའི་ཐབས་ལམ་བཏོན་པའི་སྐབས་སུ་ཨ་ནི་དེ་གི་ཐབས་ལམ་དེ་ཚོ་གི་ངེས་ནས།

མཁའ་རུ་བགྲོད་དུ་བ་རོ་ཏྲ་སོང་ཙང་ཨ་འབྲོམ་གྱིས་དེ་ཤེས་པ་ནང་བལྟ་གིས་དེ་ལ་ཡང་ག་ཚད་ཅིག་པའི་ད་ཡིད་བརྟན་ཡིན་མིན་དེང་དུ་དང་ཚུ་ད་འདི་རྗེས་ལ་ད་ཡང་འདྲ་བ་གཅིག་ཡང་ཤ་འདྲ། དེ་ཤི་ད་དེ་མི་ཏིག་གནས་ཚུལ་གལ་ཆེན་པོ་ཞིག་ག་རེ་གོ་ཟི་ད་དེ་ད་ཁ་སང་ཕ་ཆེ་ཚེས་དྲུག་གི་ཉིན་སོགས་ལ་ད་ཡུག་རེན་གྱི་ཕྱི་སྲིད་སླད་བཀའ་ལན་གྱི་ངེས་ནས་ཨ་ནི་གསལ་བསྒྲགས་ཅིག་ག་རེ་ཟུ་ད་འདི་གང་ད་ད་ཡུག་རེན་གྱི་དེ་ད་ཅིག་ཡུག་རེན་གཞུང་གྱི་དེ་རུ་ད་ཅིག་སྐུ་ཚབ་ཚོགས་པ་ཅིག་ད་གང་མགྱོགས་མགྱོགས་ཨ་ནི་ཨ་རིའི་ནང་ལ་འགྲོ་དགོས་ཟི་ད་དེ་འགྲོ་གས་དོག་དོག་གང་ད་ད་ལྟ་ཡུཀ་རེན་དེ་རེད་ད་ཅིག་རང་བྱུང་ཐོན་ཁུངས་དང་འབྲེལ་བའི་ཐོག་ནས་ད་ལྟ་ཨ་རི་དང་ཡུཀ་རེན་གཉིས་བར་དེ་རེད་ད་ཅིག་གན་རྒྱ་རེད་རོ་ད་དེ་གི་གན་རྒྱ་དེ་ད་ཅིག་ཡག་པོ་ཞིག་ཐོབ་ཐུབ་ས་རེད་རོ་ཡང་མ་དེའི་གན་རྒྱ་དེ་གང་ལ་ད་ཅིག་ད་ཅིག་ལེགས་གྲུབ་ཞིག་ཡོང་བའི་ཆེད་དུ་ཨ་ནི་ཡུཀ་རེན་སྐུ་ཚབ་ཀྱིས་ཨ་ནི་ཨ་རི་ནང་ལ་འགྲོ་བ་ཡིན་པ་འགྲོ་ཡ་ཙམ་མ་ཡིན་པ་གང་ལྟར་བས་ད་ཅིག་དེ་གང་ལ་འབྲེལ་གཏུག་ཞིབ་མོ་བྱེད་ཡིན་པས་འདི་འདྲའི་ད་ཅིག་གསལ་བསྒྲགས་སྒྲོག་ཅིག་ཨ་ཅག།

ཨ་རི་དང་ཨ་རི་ཨི་རན་གཉིས་བར་གྱི་གང་ཟག་ཅིག་རྙོག་དྲ་འདྲ་བོ་དེ་གང་ཟག་ཅིག་གང་ཟག་ཅིག་རེད་ཅེས་ད་ལྟའི་ཐོག་ཏུ་ཐ་སླ་ཟེར་ལ། ཨ་རི་དང་ཨ་རི་ཨི་རན་གྱི་རྙོག་དྲ་དང་འབྲེལ་བའི་ཐོག་ནས་ཡང་དཔེ་གནས་ཚུལ་གལ་ཆུང་མང་པོ་ཞིག་ཧོར་གཞི་གང་ལྟར་བསླེས་འདུག་ད་ལྟ་ཡང་དཔེར་ན་འདི་ད་ཁ་སང་ཚེས་བདུན་གྱི་ཉིན་སོགས་ལ་འདི་ཨ་རིའི་ཕོ་བྲང་བཀའ་འོག་ནང་ལ་ད་འདི་ཨ་རིའི་སྲིད་འཛིན་སྒྲོ་ནལ་ཁྲོམ་དང་ཨ་རི་དང་ཁ་སང་འདི་ཨི་ཟི་རལ་གྱི་སྲིད་ནེ་ཐན་ཡེའུ་ནེ་ནེ་ཐན་ཡེའུ་ནེ་ཁ་ད་ཁོ་གཉིས་ཕལ་ཆེར་ཅིག་ཐུག་འདུག་འོ་ད་དེ་ཐུག་པའི་དང་འབྲེལ་བའི་ཐོག་ནས་ཨ་ནི

ཧན་དང་ཨ་རི་གི་བསྟན་བཅོས་ཀྱི་ཆ་རྐྱེན་བཟོས་ལ་ཨི་རན་གྱི་ཁས་ལེན་མ་བྱས་ཡང་སོ་རའི་དམག་གིས་དུས་རབས་ལྔ་དང་བརྒྱད་ལྟར་གྱི་རྒྱབ་སྐྱོར་མ་བྱས་ན་དེའི་སྐབས་སུ་ད་ཨི་རན་ལ་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་ཨེ་མ་ཁ་བརྡ་སྤེལ་ཏེ་ཨི་རན་ཏག་ཏག་བཟོ་ཡས་མི་འདི་རིགས་ཁ་བརྡ་སྤེལ། སྐད་ཆ་དེར་ཐད་ད་ཁ་སང་ཚེ་དིང་གིས་སྒྲོ་ན་ཁྲོམ་ལབ་འདུག་ད་དོ་དོ་གང་ལྟར་དང་པོ་དེ་ལ་ཡག་བཤད་བྱུང་ན་ཞི་བའི་ཐོག་ནས་ང་ཚོ་དཀའ་ངལ་རེ་སེལ་ཨོ་ག་སྲིད་ད་ཁྱེད་ཚོ་ཞི་བའི་ཐོག་ནས་དཀའ་ངལ་སེལ་མེད་བ་ན་ཨ་ནི་ངས་དྲག་པོ་བེད་སྤྱད་བྱས་རྗེས་ཨ་ནི་ཏག་ཏག་བཟོ་ཡས་མི་དེ་རིགས་སྡིག་ར་དེ་ད་སྡིག་ར་བཏང་པས་ཁ་སང་ཚེ་དིང་ཙམ་མ་ཡིན་པ། ཁ་སང་སྔས་མ་ལ་འདི་གར་མང་པོ་སྤྲད་འབོ་ཁྲོམ་གི་ད་གང་ལྟར་ཡག་ཤས་བྱུང་ན་ང་ཚོ་ཞི་བའི་ཐོག་ནས་སྐད་ཆ་བཤད་དགོས་ས་ནི་ག་སྲིད་ཞི་བའི་ཐོག་ནས་སྐད་ཆ་བཤད་བདེ་བ་མེད་བ་ཡང་མ་དེ་ལ་རྒྱབ་སྐྱོར་མེད་བ་ན་ཨ་ནི་ངས་དམག་ཕལ་ཆེར་ཕྱི་བ་ལ་དེ་འདྲ་འདི་གར་ཁ་སང་དང་མང་པོ་སྤྲད་འབོ་བ་དེ་འདི་སྤྲད་བ་ནང་ལྟ་ཡང་ཁ་སང་བཅས་དེང་ཉིན་ལ་སྤྲད་འདུག་བ་རོ་ན་ད་དེ་ཡང་དོ་དོ་གང་ལྟར་འགྲོ་ནོ་ཁྲོམ་གི་ག་ལ་ལར་ན་ད་ཡག་ཤས་བྱུང་ན་ཞི་བའི་ཐོག་ནས་སྐད་ཆ་བཤད་རྗེས་ཨ་ནི་ཨི་རང་དེ་དུག་སྦྲན་ཚན་ཆ་མེད་སྐྱོ་གི་རྒྱལ་ཁབ་ཞིག་བཟོ་ཡ་རེད་རོ་ད་གང་ལྟར་ཨི་རང་གི་གང་ལྟར་དུག་སྦྲན་ཚན་ཆ།

ཁྲོམ་གྱི་གདོང་དུ་བཤད་འདུག་པ་རོགས་དེ་ཚོ་ལ་ལྟ་ཡི་སྐབས་སུ་གང་ད་ལྟ་ཟེར་བ་ལྟར་ཅིག་ཨི་རང་དང་ཨ་རི་གཉིས་བར་གྱི་དཀའ་ངལ་དང་ག་ལ་གང་འཚམ་ལྟར་ཅིག་རྫ་དྲག་པོ་འདྲ་བོ་ཞིག་གང་ལྟར་ཅིག་ཆགས་ད་ནི་འདི་ཡིན་ཕ་ཟེར་དང་དེ་ལྟ་དེ་ད་ལྟ་འགྲོ་ནོ་ཁྲོམ་གྱི་ངས་ནས་གཏན་དུ་ཡོང་བཞིན་པའི་ཚེས་བཅུ་གཉིས་ཉིན་ཚོ་ལ་ད་ལྟ་ཨ་རི་སྐུ་ཚབ་དང་ནི་ཨི་རང་སྐུ་ཚབ་ཐད་ཀར་ཐུག་ཡས་མི་དེ་རིང་གང་ད་པའི་སེར་ར་བྱེད་རོགས་ད་ཐིག་གི་སེར་ར་བྱས་ཚོ་ལ་ཡང་ཨི་རང་གིས་ཁས་ལེན་བྱེད་ཡས་མ་རེད་ཨི་རང་གིས་ཡང་དེ་ལས་ལྡོག་པའི་ཕའི་སྐད་ཆ་དེ་ཤི་ཡས་ད་ཨི་རང་ཕྱི་སྲིད་གླེང་བྱེད་ངས་ནས་ཧ་ད་ཟེར་ན། ཨ་རི་དང་དབྱི་རང་སྐུ་ཚབ་གཉིས་ཐད་ཀར་དེར་ཐུག་ཐུབ་མ་ལགས་དང། འབྲེལ་རེག་དེར་ཡོང་ཐུབ་མ་ལགས་དང་དབྱིན་འབྲེལ་རེག་དབྱིན་འབྲེལ་ལས་ཁང་སུ། ད་རྒྱལ་ཁབ་གཞན་མ་གཅིག་གི་ཚབ་བྱས་ནས་ཕག་སུ་ད་གཅིག་ཐུག་གལ་བསམ་ཤེས་མ་གཏོགས་ད་ལྟ Donald Trump གི་ལག་འོག་ནང་ད་གི་ཐུག་ཐད་ཀར་དེར་ཐུག་ཐུབ་མ་ལགས། རོ་ད་ད་རྡོག་རྡོག་གང་ད་ད་ད་ཕག་སུ་སྐུ་ཚབ་ཐུག་ཆ་འཕྲལ་བསྡུ་བྱས་དེ་གང་ལ་ཨ་རི་དང་དབྱི་རང་གཉིས་ཀ་གི་ཕེ་འབྲེལ་བཤད་ལོག་ག་གི་ཨ་རི་སྲིད་འཛིན Donald Trump གི་ཐད་ཀར་ལས་རོ་ད་ཡིན་ན་དབྱི་རང་གི་ཐད་ཀར་དེར་ཡོང་ཐུབ་མ་ཐད་ཀར་ཡོང་ཐོས་མ་ཡིན་ཐད་ཀར་ཡོང་ཐུབ་མོད་ཙམ་མ་ཡིན་པ།

ཏུར་ཀིའི་སྲིད་འཛིན་ཨེར་ཏུ་ཀན་གྱིས་ཅིག་སྟབས་མ་ཉན་སུ་ར་ཁ་ཏ་ཕེ་ཏཱ་ཅིག་ཏྲོ་ནལ་ཁྲོམ་གྱིས་ཐབས་ཤེས་བྱས་ན་ད་ཡིས་ཅིག་ཏག་ཏག་རྒྱབ་སྐྱོར་མ་བྱ་ཨ་འི་སྐབས་སུ་ཨ་ད་ཨ་རི་ཡི་ངས་ཨ་ད་ཨ་རི་གི་སྲིད་ཇུས་དེར་ཏར་དམག་གི་མཉམ་དུ F སུམ་ཅུ་སེ་ལྔ་ཕ་ཅིག་ཏཱ་ཅིག་ཏུར་ཀི་ལ་བཙོང་གི་ཟོས་ན་ཏུར་ཀི་དེ་ག་ད་ཉུལ་བའི་ཐབས་ཤེས་བྱེད་རོགས་དེ་ཚོ་ཅིག་བཀག་འགོག་བྱས་ཡིན་པས་ཡང་དེ་འདྲས་ག་ད་ཕེ་ཏཱ་གནས་ཚུལ་འདྲ་བོ་ཅིག་ཨ་ཐེངས་རེ།

ཚོང་རྒྱག་ནས་ཀྱི་རྒྱལ་ཁབ་མང་ཆེ་བ་ཅིག་ལ་ཚོང་གི་དོན་དུ་ཅིག་ཁྲལ་ཤུགས་ཆེ་བོ་བརྒྱབ་ཡོད་དེ་གི་ཚོང་གི་ཁྲལ་དེ་ལ་བརྟེན་རྗེས་ད་ད་ལྟ་ཟེར་ན་འཛམ་གླིང་གི་ནང་ལ་ཚོང་གི་གང་ལྟར་ཅིག་དམག་འཁྲུག་སོགས་ཤུགས་ཆེ་བོ་ཞོ་ཞིག་ཡོང་གི་ཡོད་དེ་རིགས་གང་ལྟར་པའི་གནས་ཚུལ་མང་པོ་ཞོ་ཞིག་གང་ལྟར་དེང་གི་རོ་ད་དེ་དེ་པ་ནང་ད་ཡི་ད་ད་ད་ཟེར་ལ་ངའི་གནས་ཚུལ་གི་འཛམ་གླིང་ནང་ལ་ད་ཚོང་གི་དམག་འཁྲུག་དྲང་ཡོང་ཡ་གོ་ཚུལ་ད་དེ་ཀར་སེ་ན་ད་ད་འགྲོ་ནོ་ཁྲོམ་གིན་ད་ཚོང་གི་ཁྲལ་རྒྱག་ས་ཡི་ད་ཅིག་ཏང

འདི། འགྲོ་ན་ཁྲོམ་གྱི་ཁྲལ་རྒྱག་སའི་རྒྱལ་ཁབ་དེ་རྒྱ་མི་གཅིག་པུ་མ་རུ་རྒྱལ་ཁབ་མང་པོ་ལ་རྒྱབ་རོགས་ད་ཡིན་ན་རྒྱལ་ཁབ་མང་པོ་རྒྱབ་ན་ད་ཡི་དག་འདི་རྒྱལ་ཁབ་མང་ཆེ་བ་ཞིག་ཡིན་ན་ལམ་སང་ཚུ་ཨ་རི་ལ་ཁས་ལེན་དུ་སློག་ཡ་མ་རེད་དེ་ལས་ལྡོག་ཏེ་ཁོང་ཚོ་ལམ་སང་བལ་དེའི་ཁ་ལོ་ད་ཅིག་ལམ་པ་ཞེ་མ་ཞིག་ཐོག་ནས་དཀའ་ངལ་དེ་སེལ་ལོ་ད་བལ་དེའི་ལམ་ཚུ་ཁྲལ་རྒྱག་ན་དེ་ལམ་སང་ཕ་ཁས་ལེན་དུ་མེད་བ་ད་ང་ཚོ་བལ་དེའི་ཁྱེད་ཚོ་ཨ་རི་ཡུམ་དུ་སྐད་ཆ་བཤད་དེ་པ་ཡིན་ན་དེ་འདྲའི་རྒྱལ་ཁབ་མང་པོ་བལ་ད་དེའི་ཨ་རི་གཞུང་གི་ལས་བྱེད་ན། རྒྱལ་ཁབ་དེ་མཇུག་ཚིག་ངས་ནས་ཨ་རི་ལ་བྲེལ་བོ་བྱས་སོང་ལ་འོ་ཧྲི་ལམ་སང་ཁས་ལེན་བློ་ཁ་དེ་གས་མ་ཡིན་པ་ད་ང་ཚོ་སྐ་ང་འདིར་སྐད་ཆ་བཤད་འོ་སི་བྲེལ་འདུག་ཆུ་ལ་འདི་འདྲ་གི་རྒྱལ་ཁབ་དེ་མཇུག་ཚིག་བྱུང་སོང་ལ་འོ་ཧྲི་ཡིན་ན་དེ་འདྲ་བྱུང་བ་ཡིན་ན་རྒྱ་མི་གིས་དེ་ལས་ལྡོག་སྟེ་ལམ་སང་ཕག་ཁྲལ་རྒྱག་རེད་ཁ་སང་དེ་འདྲོ་ནོ་ཁྲོམ་གིས་རྒྱ་མི་ལ་ཕག་ད་ཅིག་ད་སྔི་མ་ཁྲལ་རྒྱག་བ་དེ་གི་སྒང་ལ་གོ་ནི་ཁྲལ་སུམ་ཅུ་སོ་བརྒྱ་རྒྱ་སུམ་ཅུ་སོ་བཞི་རྒྱར་བ་འོ་དེ་རྒྱག་བ་ནང་ད་གི་དེ་གི་སང་ཉིན་ད་ག་རང་ལ་ལམ་སང་རྒྱ་མི་གིས་སུ་ཁྲལ་སུམ་ཅུ་སོ་བཞི་རྒྱབ་པའི་ཨ་རི་ལ།

ད་བས་ད་མ་ཚོགས་བར་དུ་གང་ལ་ད་ཅིག་དཀའ་ང་དེ་འཇུག་མ་བྲིས་བར་དུ་ད་གང་ལ་བར་ད་ཅིག་ད་དམག་རྒྱ་ཡིན་ལ་ད་ག་ཚད་སྐད་ཆ་ཐད་ཀར་བཤད་ན་རོགས་འོ་དེ་འདྲའི་ཐ་ན་དེ་ལ་ཞིག་བྱས་ན་ད་དེ་བཞག་རྒྱ་མི་དང་ཨ་རི་གཉིས་བར་ལ་ད་ངས་ནས་ཚུགས་སོང་གི་དམག་འཁྲུག་གོང་ད་འགོ་བཙུགས་རྒྱུ་རོགས་རེད་ཤག་རོགས་ད་དེ་ག་ཚད་ན་ད་ད་ཅིག་ཚོང་དེ་ད་སྤྱི་དང་ཨ་རི་མཉམ་དུ་ཚོང་རྒྱག་ནས་རྒྱ་ཁབ་ཆུང་ཆུང་དེར་མ་ཡིན་པར་རྒྱ་མི་དེ་དཔེ་ཆེའོ་རོགས་དེ་འདྲ་སོང་ཙང་རྒྱ་མི་དང་ཨ་རི་གཉིས་བར་ལ་ཚོང་གི་དམག་འཁྲུག་བྱུང་ཡང་ན་དེ་གི་འཛམ་གླིང་ཁྱེད་ཡོང་ཁོ་རང་གི་དཔལ་འབྱོར་ལ་དོ་ཕོག་ཤུགས་ཆེའོ་སྤྲེའུ་རུ་བ།

འདི་ཨེ་ཤེ་ཡ་ན་ལ་དཔེར་ན་ད་ཅིག་ཉི་ཧོང་གི་ད་ཅིག་ཁྲོམ་མ་མགོའི་ཁྲོམ་ར་རེད་ཨ་འདི་སྙམ་དུ་ད་ལྟ་ཧོང་ཀོང་དང་ད་ད་ཚང་མ་ནང་ལ་དཔེ་དེ་ཤུགས་ཆེ་བོ་ཞིག་གང་ནས་ཉམས་ཆག་གྲོལ་འདུག་བ་ཨ་འདི་ཙམ་མ་ཡིན་པ་དཔེར་ན་ཡུ་རོབ་དང་ཨ་རི་ད་ཨ་རི་གོ་ལ་འདྲ་ད་དེ་ཡོང་ག་ཡིན་པ་རོ་བ་བོ་དེ་ར་སོང་ཙང་ད་དེའི་བལ་དེ་ཞོ་གྱོང་གིན་སྤྲད་ཡི་འདུག་བ་རོ་ད་ཡིན་ན་དེ་འདྲ་གི་གྱོང་གིན་ན་དེ་འདྲས་གང་ད་བལ་ད་ཅིག་ག་ད་ཚོང་ག་ལ་གས་ཆག་ཞོ་བོ་ཞིག་བྱུང་གིན་ཡོད་ན་ད་གང་ད་འགྲོ་ནོ་ཁྲོམ་དང་འགྲོ་ནོ་ཁྲོམ་བྱུང་གིན་ན་དེ་ལས་སླ་བོ་ལ་དེ་རུང་ཡང་བལ་ཚ་ཚ་མ་ཤ་ཤ་དེ་ར་གས་རེད་མི་འདུག་བ་ཨ་དེ་ལ་ལྡོག་སྟེ་གང་ད་དེ།

འགྲོ་ནོར་ཁྲོམ་གྱི་དེར་ལྟ་ཅི་ང་ཚོ་ཨིན་ཇི་ག་དམར་རི་སོར་ལ་འོར་བ་འགྲོ་ནོར་ཁྲོམ་ཁོ་རང་ད་སྒེར་གྱི་ཁང་པ་ད་མ་རི་ལ་གོ་ལ་རི་བ་འོ་དེའི་ནང་ལ་ད་འགྲོ་ནོར་ཁྲོམ་ད་འགྲོ་ནོར་ཁྲོམ་གྱི་རྒྱབ་ལོ་ལ་དཔལ་འབྱོར་ཐོག་ནས་ལམ་སྟོན་བྱེད་ཉེ་ག་ད་མི་དེ་ཚོ་གི་ཚོགས་འདུ་གས་ཆོག་ཚོགས་ཞོར་ལ་ཚོགས་འདུ་ཚོགས་ཡ་ཙམ་མ་ཡིན་པ་ད་དེ་གི་ཚོགས་འདུ་ནང་ལ་ཨ་ཁོང་ཚོ་ངེ་ནས་འཆར་གཞི་གས་ཆོག་ཞིག་གར་ཁུར་ཡ་ཙི་ན་མ་རི་ལ་གོ་ཨེ་ཁོར་ལ་འཇིག་ཁུག་ཤ་ལོ་ད་དེ་གར་ཙི་ན་འགྲོ་ལོག་གི་རྫ་ད་ཆུང་རུ་བཏང་ཡི་ཆེད་དུ་ཨ་ཁོང་ཚོ་དེར་འཆར་གཞི་ཁུར་ཡ་འོ་ད་དེ་ཁུར་བ་ཆ་ཁུར་བ་ནང་ད་གི་ད་ད་དེ་ཅག་དེ་ཕའི་ལག་ལེན་ལྟར་གས་ལ་འོ་རེད།